ལ་ཞུགས་ཀྱི་ཡོད་རེད་ཁོ་རང Australia ནང་ལ་སྐྱབས་བཅོལ་ཞུས་ཀྱི་རེད་བ། ཨོ་ཁོ་རང་གིས་ད་ལྟ་ཨ་ནི་ཕོ་གསར་ཅིག་སྐྱེས་བཏང་སོང། ཨ་ནི་ཁོས་ཀྱི་དུས་ཚོད་ཐུང་ཐུང་ཞིག་སྤྲད་སོང་འདི་ནང་ལ་ཨ་ནི་ཁོ་རང་གཉིས་བགྲོ་གླེང་བྱས་སོང་འདི་འདྲ་བོ། མ་འོངས་པ་ལ་རོ་བགྲོ་གླེང་བྱེད་ཡ་ཡིན་ན་ཉི་མ་རྟག་པར་བཤད་མ་བདེ་བ་བྱས་སོ་སོ་གྱི་རོ་སོ་སོ་མཉམ་པོ་ལ་མ་མཐུན་པའི་གི་རོ་བགྲོ་གླེང་བྱེད་ད།

ཕྱོགས་བཅུ་དང་ནི་ཕྱོགས། སྡོམ་པ་བསྟན། སྡོམ་པ་བསྟན་ནས། སྐར་མ་གཉིས་ཙམ་ངེས་ཁྱོད་ཁྱེད་རང་གི། ག་རེ་བཤད་དགོས་ན་ངེས་ཁྱོད་བཤད་བཅུག་གོ། བཤད་བཅུག་གོ་ངས་ངས་དེ་སྐབས་སུ་ལན་རྒྱག་གི་མེད། ཁྱེད་རང་གི་བཤད་ཚད་སོང་ན་ནི་ངེས་ཁྱོད་མ་བསད་ཅེས་ནི་ངས། ཇུས་གོ་ལ་ལབ་གོ་ར་ཁྱེད་རང་གི་དེ་རྒྱུ་མཚན་འདུག་གནས་ལུགས་འདུག་འདུག་མི་འདུག་འདི་ནང་མི་ལྔ་བཅུ་བཞི་འདུག་ཚང་མ་ཉན་བསྡད་པ་རེད། ད་ཁྱེད་རང་ང་བཏང་ཤོག་བིད་རོ་ཚིག་བཏང་ཤོག།

ངས་ཁྱོད་རང་ལ་ག་རེ་ཞུ་ཡས་ལ་ན་རོ་ཨ། ཁྱོད་རང་ཉི་མ་ཏག་པག་མི་འདི་ཁྱོད་རང་པག་པག་པག་ལ་ན་མང་པོ་བཤད་གི་འདུག་ཨ། ཁྱོད་རང་སྐད་ཆ་ག་རེ་བཤད་ན་བློ་བཟུ་ལེ་ནས་སྐད་ཆ་བཤད་གོར། ཕུག་རྒྱང་རིང་གསུམ་གར་གཙང་མ་བཏང་ནས་དངོས་གནས་ང་ཚོ་མ་འོངས་པ་ལ་གལ་སྲིད་རྒྱ་བ་རིན་པོ་ཆེ་མེད་བའི་དབང་དུ་བཏང་པ་ན། ང་ཚོ་ཕུག་རྒྱང་རིང་གསུམ་ག་ལ་ང་ཚོ་བོད་པ་ལ་ཡ་འདུག་གི་རོ་ཨ། ཨ་ནི་བཅའ་ཁྲིམས་དེ་གལ་ཆེན་པོ་འདི་ལ་བརྩི་བཀུར་ག་ཚད་བྱེད་དགོས་ཡིན་པ་འདི་ག་ལ་གཙང་མ་བཏང་ནས་བཤད་གོར་ད།

ཁོང་ནས་ང་ཚོ་ག་རེ་བསམ་བློ་བཏང་བ་ན་ང་ཚོ་བོད་ཆོལ་ཁ་གསུམ། ང་ཚོ་ཕུགས་རྒྱང་རིང་གསུམ་ཀ་བསམ་བློ་བཏང་ནས། མ་འོངས་པ་རྒྱལ་བ་རིན་པོ་ཆེ་མེད་པའི་སྐབས་སུ་ལ་ང་ཚོ་བཅའ་ཁྲིམས་རིན་པོ་ཆེ་དེ་གལ་ཆེན་པོ་བརྩིས་ནས། ང་ཚོ་ག་རེ་བྱེད་དགོས་འདུག་འདི་གང་ལ་བསམ་བློ་བཏང་དགོས་རེད། དཔེ་ཆ་བྱས་ན་ང་ཚོ་དམངས་གཙོ་གནང་ན་ག་རེ། སྤྱི་འཐུས་གྲོས་ཚོགས་ལ་དེ་གལ་ཆེ་ཤོས་རེད་དམངས་གཙོ་གི། དམངས་གཙོ་ཀ་བ་གསུམ་ནང་ལོ། ད་མི་འདེད་འདི་གལ་ཆེ་ཤོས་ག་རེ་སྤྱི་འཐུས་གྲོས་ཚོགས་ལ་དེ་རེད་བ།

ཡག་ལེབ་བཏང་སྟེ། བཅའ་ཁྲིམས་ནང་ཡོད་མ་རེད། ཡིན་པ་ནི་སྐུ་དཀར་ཆེན་ལེབ་རེད། ཁོ་ཚོ་ནག་ཉེས་མེད། ལས་ཤོད་ཅིག་ཡིན། མ་ཤོད་ཡིན། དཔེ་དེ། མ། པའི་ཤ་དེ་གང་ལ་བལྟ། ཡང་ན། སྐྱོན། ཆེན་པོ་ཅིག་གོ་རེད། ཡང་ན་ནི། ད་ལྟ་དེ་གར་སོང་གོ་རེད། ང་ཚོ་གི། ཁོ་ཚོ་བཅའ་རིམ་ཆ་ཚང་ཞིག་བརྒྱུད་དགོས་རེད་བ། བཅའ་རིམ་བརྒྱུད་མེད་བ། ཐོག་དང་པོ་ནི་མ། པའི་དེ་གང་ཁྲིམས་གི་གི་ཡོང་རེད་བ།

ལེ་ཁ་མཚམས་བྱང་བེ་ཏེ་མ། འགྲོ་བ་མ་རྟ་ས་གོང་ཤི་ནི་འགྲོ་བའི་མ་རྟ། དེའི་སྐབས་སུ་བལ་མ་འབྱུང་ནི་ལས། ཟམ་གདོང་རིན་པོ་ཆེ་གི་བཅའ་ཁྲིམས་ལ་འགྲེལ་བཤད་རྒྱལ་བའི་ཉེར་ལེན་ལ་བརྟེན་ནས་གནས་སྐབས་རང་གི་ཚོགས་གཙོ་ནས་བཤོལ་བ་ཡིན་ཟེར་ན་ཁོ་ཡག་ཡོང་ཆོག་གི་རེད།

བཅའ་ཁྲིམས། ད་ལྟ། སྤྱི་འཐུས་ཀྱི་གསུམ་ཆ་གཉིས་ཀྱི་མང་གནས་ཡོང་ཟེར་ན་ད་གང་ལྟར་འཕོ་འགྱུར་བཏང་རེད། ད་སྐད་ཆ་ཡག་བཤད་ན་འདི་བྱས་ན་གང་ལྟར་སྤེལ་བ་རེད། དེ་ལ་ངེས་ལེན་མེད། ད་ཁོ་ཚོ་གནས་སྐབས་རང། ལས་ཞུགས་བྱེད་མཁན་ཚོས་སྐད་ཆ་དེ་བཤད་བར་ད། བཅའ་ཁྲིམས་ནང་ན། ཁྲིམས་ཞིབ་པ་གསུམ་དེ་ཡག། མ་ཁོ་ཚོ་སྤེལ་རེད་ཟེར་བ་རེད། ངས་དཔེ་ཨ་ལ་ངེས་འཛིན་བྱེད་འོས་མ་རེད། ཡོང་ཆོག་ཆོག་རེད། ཁ་ཁོ་ཚོ་ལས་ཤོད་བྱེད་རོགས་ཨ་ཐ། དེ་ནས་ཁོ་ཚོ་གི་ནག་ཉེས་ག་རེ་ས་ནས་མ་པི་རེད་ཟེར་བྱོ་ར། བོན་དེ་རེད་ད། དོན་ཏོག་ཏོག་ཏོག་ཏུ་འགོ་ཚུགས་ཡོད་པ་ཡིན་ན། སོ་སོའི་སྒེར་གི་ནད་ཚ

དངོས་གནས་མཛའ་འབྲེལ་གྱི་གནས་སྟངས་འདི་རེད་བ། སྤྱི་ཚོགས་ཀྱི་གནས་སྟངས་འདི་དངོས་གནས་མཛའ་དྲག་པོ་ཅིག་ཆགས་ཀྱི་ཡོད་རེད། མཛའ་དྲག་པོ་ཅིག་གི་སྒང་ལ། ཨ་ནི། མི་མང་པོ་ཅིག་གིས་ད། ག་ལ་བོར་ད། མེད་སྒང་ལ་སྣུམ། ཞུ་བས་ཀྱི་ཨ་ནི། ཐབས་ཤེས་འབད་བརྩོན་མང་པོ་ཅིག་བྱས་འདུག་འདུག་ད་ང་ཚོ་འདི་དབྱེ་བ་གཉིས་ལ་དཔྱད་དགོས་འདུག་རོ། དབྱེ་བ་གཉིས་གང་འདྲ་ཞིག་དཔྱད་འོ་འདུག་ལགས་ན། ད་ལྟའི་ང་རང་ཚོ་དུས་ཚོད་འདི་ཉག་དྲག་པོ་འདི་འདྲ་ཅིག་གང་ལ་རོ། བསམ་བློ་གལ་ཆེན་པོ་ཅིག་ང་ཚོ་གར་བཏང་འོ་འདུག་ལགས་ན་ཆེ་ས་ནས། ང་ཚོའི་བོད་པས་ཀྱི་བོད་པ་ལ་གནོད་སྐྱེལ་ན། སུ་ལ་གྱོང་རག་གི་རེད། དེ་དང་པོ་གཉིས་ལ་འདི་འདྲི་གཅིག་ང་རང་ཚོ་བསམ་བློ་ཕུགས་རྒྱང་ཆེན་པོ་གཅིག་བཏང་ཡས་དེ་གལ་ཆེན་པོ་ཞུ་ཆགས་ཀྱི་དོར་བ་དང་པོ་དེ། གཉིས་བ་དེ་ང་རང་ཚོ་གི་སྨྲ་བརྗོད་རང་དབང་དེ། ཚད་ཅི་ཡོད། འདི། མི་གཅིག་ལ་ཡ། བསྣོལ་ཡས་དང། འཕེན་ཡས་ལ་ཡས་འདི་ཆེ་ཆུང་འདི། ལྟ་ཡས་འདི་པདྨ་སྲིད་ཀྱི་གལ་ཆེན་པོ་རེད། ད་སྨྲ་བརྗོད་རང་དབང་གི་སྒང་ལ་ང་རང་ཚོ་རྒྱལ་ཁབ་ལ་ཕན་ཐོག་བས་ཅིག་ཡིན་ན་སྨྲ་བརྗོད་རང་དབང་འདི་སྒང་ལ་བེད་སྤྱོད་བཏང་ནས་ང་རང་ཚོ་རྒྱལ་ཁབ་ཅིག་ཆེད་དུ་བྱས་བ་ཡིན་ན། འདི་དངོས་གནས་ཡིད་ལུགས་ཚད་ལྡན་ཆགས་ཀྱི་ཡོད་རེད། བཟང་སྤྱོད་དང། འགལ་གྱི་ཡོད་མ་རེད། ཨ་ནི་འདི་སྤྱི་ཚོགས་ལ་ཕན་གྱི་ཡོད་རེད། ང་ཚོ་བོད་པའི་སྤྱི་ཚོགས་ནང་ལ་སྨྲ་བརྗོད་རང་དབང་དེ་ཞེ་དྲག་མགོ་མ་ཚོས་ཨ་ནི་ཚད་དེ། ག་བ་ག་བ་ཡིན་མེད་འདི་ཧ་མ་གོ། ཨ་ནི་གནོད་དེ་ཆེན་པོ་ཅིག། ང་རང་ཚོ་སྤྱི་ཚོགས་ཁོ་རང་ལ་གནོད་ཆེན་པོ་ཅིག་ཆགས་ཡས་དང། གཞུང་ལ་གནོད་ཆགས་ཡས་དང། འདི་འདྲའི་རིགས་དེ་ང་རང་ཚོ་མ་ཡོང་བའི་གི་ཐབས་ལམ་བྱེད་དགོས་འོ་རེད། དཔེ་ན། ད་ལྟ། སྐུ་ངོ་སྤེན་པ་ཚེ་རིང་གི་ཐོག་ལས་ཡིན་པ་ཡིན་ན། ང་རང་ཚོ་གཞུང་ལ་ཕན་པ་གི་ག་རེ་བྱེད་ཡས་འདུག་དེ་ལ་སྐྱོན་བརྗོད་ག་རེ་བྱེད་ཡས་འདུག་རོ་བྱེད་ན། དེ་ཡིན་ལུགས་མཚན་ལྡན་དང་ཨ་ནི་བཟང་སྤྱོད་དང་ལྡན་པ་ཅིག་ཆགས་ཡོད་རེད། ད་མ་ཡིན་པའི་ཁོས་ཀྱི་ནང་མི་དང་ཁོས་ཀྱི་བྱེད་རྗེས་ད་ར་སི་བཤད་རྒྱོ་དང་སྒེར་གྱི་ན་ཚ་དང་དེ་འདྲི་སྒེར་གྱི་སྒང་ལ་དེ་འདྲི་དཔུང་བྱེད་རོ། ཨ་ནི་སྤྱི་བོ་ལ་ཕན་མ་ཐོག་འོད་ཀྱིས་འདི་འདྲས་བྱས་བ་ཡིན་ན། འདི་ཏག་ཏག་བསྡད་ཀྱི་ཡོད་མ་རེད་དཔེར་ན་ད་ག་ནང་ཏང་གི་བློ་བཟང་སེང་གེ་ལ་ད་ལྟ་བར་དུ་བྱས་བཤད་རྒྱུ་དེ་འདི་བཟང་སྤྱོད་བསྡད་ཀྱི་ཡོད་མ་རེད། ད་དེ་ཚོ་བྱེད་ཉེས་དང་མ་བྱེད་ཉེས་དེ་ཚོ་ང་ཚོ་དྲ་རྒྱ་ན་དུས་རྒྱུན་དུ་མཐོང་འདི་འོ་རེད་མི་ཧ་གོ་གི་ཡོད་རེད་ང་ཚོ་གི་དཔེར་ན་མིང་མེད་སྐྱོ་ཅིག་ཡིན་ན་ཀྱེ་མིང་འདི་གི་མེད་སྐྱོ་འདི་གིས་ང་ཚོ་དྲ་རྒྱ་འདི་ག་ནས་བཟོས་ཡོད་མེད་ག་རེ་བྱས་ཡོད་མེད་དེ་ཚོ་མི་མང་ཆེ་གི་ཧ་གོ་འདི་གོ་རེད་ད་དུས་རྒྱུན་དུ་འདི་འདྲས་མང་པོ་ཞིག་དུ་བ། ཨོ་དེ་ཚོ་རིགས་དེ་མ་བྱེད་རོགས་གྱིས་ད་དཔེ་ན་ད་ལྟ་ཆ་བཞག་བ་ཡིན་ན་ད་ལྟ་ཚགས་ཐོག་དེ་གར་འགྲོ་བསྡད་འདུག་ལབ་ན་གནས་ཚུལ་དེ་ད་ད་ལྟ Prime Minister Relief Fund ལ་དེ་ང་ཚོ་ཞལ་འདེབས་སློང་བཞག་ཡོད་རེད་གཞུང་གི་སྐྱབས་བཅོལ་གཞུང་གི་ཞལ་འདེབས་དེ་ང་རང་ཚོ་རྒྱ་གར་ཆེད་དུ་ཞལ་འདེབས་སློང་བཞག་རྒྱུ་དེ་གང་ལ་གནས་ཚུལ་གར་འགྲོ་གི་འདུག་ལབ་ན་ད་དེ་ཚོ་ད་ཡག་པོ་མ་རེད་གཅིག་རེད་གཉིས་རེད། གསོ་རིག་འདི་ཁྱོད་ནི་མ་ན། འདི་བྱེད་བ་ཡིན་ན། སུ་ལ་གྱོང་རག་གི་རེད། ང་ཚོ་མི་རིགས་ལ། ང་ཚོ་གི་རྒྱལ་ཁབ། བཙན་བྱོལ་གཞུང་འདི་མྱང་གི་རེད། བཙན་བྱོལ་གཞུང་ལ་ན་སུ་རེད་ང་ཚོ་རེད་ང་དང་ཁྱོད་རེད། འདི་ཆ་དེ་རོ། རྣམ་པ་ཚོ་ཟབ་ས་གནང་རོགས་གནང་བསམ་བློ་རྒྱ་ཆེན་པོ་བཏང་ནས་རོགས་འདི་འདྲས་མ་གནང་རོགས་གནང།

གཞུང་མ་ཡིན་པའི་གི་ཚོགས་པའི་གི་ཞལ་འདེབས་སློང་བྱས་ཨ་ནི་ད་དེ་ཧྥན་དེ་ང་ཚོ་གི་དངུལ་འདི་བསྡུ་རུབ་བྱེད་བྱ་རྒྱུ་དེ་ཨ་ནི་རྫ་དྲག་གི་དཀའ་ངལ་སྤྱི་ཚོགས་ནང་ལ་དཀའ་ངལ་ག་རེ་ཡོད་ན་དེ་བེད་སྤྱོད་བཏང་ན་འགྲིག་གོ་ད་ལྟའི་གི་ཀོང་སྤེན་པ་ཚེ་རིང་གི Prime Minister Relief Fund གི་བརྒྱ་ཆ་ཉིས་བརྩེགས་ལྔ་དེ་གླེང་བྱ་རྒྱུ་དེ་བེད་སྤྱོད་བཏང་ཡས་དེ་ང་རང་ཚོ་དམིགས་ཡུལ་ཡག་ག་ལ་རེད་ང་རང་ཚོ་བཙན་བྱོལ་གཞུང་ལ་བེད་སྤྱོད་བཏང་གི་ཡོད་རེད་འདི་ལ་གནས་ཚུལ་ཆེན་པོ་མ་བཟོ་རོགས། རེད་བ། འདི་གནས་ཚུལ་ཆེན་པོ་མ་བཟོས་རོགས་བྱེད་རེད་བ། སྤྱི་བཏང་འགྲོ་བཏང་བྱེད་པ་ཡིན་ན་དངོས་གནས་རེད་འདི། ང་རང་ཚོ། Prime Minister Relief Fund། ལ་ཡི་འདི། དཔེར་ན་རྒྱ་གར་གྱི་རེད་བ་ད་འདི་གནས་ཚུལ་འདི་ང་རང་ཚོ་གི་འདི་གནས་ཚུལ་འདི་ཧ་གོ་བ་ཡིན་ན། དངོས་གནས་ཁོ་རང། འདི་རྙོག་དྲ་ཆེན་པོ་ཞིག་ཆགས་ཀྱི་ཡོད་རེད་ཡག་པོ་ཡོད་མ་རེད་རེད་བ་ང་རང་ཚོ་འདི་འདྲས་མ་བྱེད་རོགས་གནང་རེད་བ། སོ་སོ་སོ་སོ་རྐང་པགས་དག་མགོ་ལ་སྟ་རི་མ་བཤུ་རོ་བྱེད་ཞོད་ཡིན་རོ། གང་ཡིན་ཟེར་ན། Restricted Fund དེ་ཚོ་བེད་སྤྱོད་བཏང་ཆོག་གི་ཡོད་མ་རེད་རྒྱལ་སྤྱིའི་ཁྲིམས་ཁོ་རང་ནང་ལ་ཡོད་རེད། དེ་འདྲ་བེད་སྤྱོད་བཏང་ཆོག་གི་ཡོད་མ་རེད་དེ་ཁྲིམས་མཐུན་ཆགས་ཀྱི་ཡོད་མ་རེད་རྒྱལ་སྤྱིའི་ཁྲིམས་ལ་ནས་ཁྲིམས་མཐུན་ཆགས་ཀྱི་ཡོད་མ་རེད་རོ། གལ་སྲིད་རྒྱ་གར་གྱིས་ཧ་གོ་དེ་འདྲ་བྱེད་པ་ཡིན་ན་དངོས་གནས་ཁོ་རང་རྙོག་ར་དཔེ་ཆེན་པོ་ཆགས་ཀྱི་ཡོད་རེད་ད་རྣམ་པ་ཚོ་བསམ་བློ་ཡག་པོ་བཏང་དགོས་རེད་དེ་ཚོ་རིགས་དེ་གནོད་པ་དེ་སུ་ལ་སྐྱེལ་དགོས་རེད།

ང་ཚོ་བརྒྱ་ཆ་གཉིས་ཚན་ལྔ་འདི་གོང་དཔོན་པོ་ཚེ་རིང་གི་ཉལ་ཡ་འདི་ཡིན་ཡང་ད་ཁོ་རང་གི་དམིགས་ཡུལ་ཡག་བྱེད་ཉར་རོགས་ང་རང་ཚོ་བོད་པ་བཙན་བྱོལ་ལ་ཨ་ནི་འགྲོ་སོང་བཏང་ཡ་བྱེད་འདུག་ཉར་རོགས་ད་ཨ་ནི་ཡིན་ནས་ད་དངོས་གནས་གང་ལ Politically Ethically Morally ལེགས་འདོག་ཨིན་ཇི་ནས་ད་ད་འདི་ཚང་མ་རོང་རོང།

ཁོ། བཤད་བ་ལ་བཤད་ལ་ས་མཚམས་ཡོད་རེད། ཨ་ནི། ག་རི་ལ་ཕན་ཐོག་གི་འདུག། སྣོད་ག་བ་ལ་ཤུགས་ཆེན་པོ་སྐྱེལ་གི་འདུག་དེ། ཧ་གོ་བའི་ཐོག་ནས་རྣམ་པ་ཚོ་བྱི་རོ་ནའང། མི་སྒེར་གྱི་དོན་དག་ལ་འཁོན་འཛིང་གཅིག་ལ་ཨ་ནི། ག་ལ་བར་ད། ཨ་ནི། གཞན་པ་ཚང་མ་ཕུང་ཡལ་དང་ནང་མི་ཚང་མ་ཕུང་ཡལ་ལ་ཡི་དེ་ཚོ་རྣམ་པ་ཚོ་ཁྱོད་ནི་མ་གནང་རོགས་ནའང། དེ་ངས་འབོད་སྐུལ་ཞུ་གི་ཡོད་རེད་བ་རྣམ་པ་ཚོ། སྐུ་ཇི་སྟེ་མ་གནང་རོགས་གནངས། བསམ་བློ་རྒྱ་ཆེན་པོ་བཏང་རོགས་གནང། རོ། འདིའི twenty first century རྣམ་པ་ཚོ། ང་ཚོ་སྤྱི་ཚོགས་ནང་ལ། ག་རེ་བཤད་བ་དེ་ལ་སོ་སོ་འགན་ཡོད་རོགས་གདའ། འདི་ཚོ་བཤད་བ་དེ་ཁ་ནས་ཡར་བསྡུས་ཡས་ཡོང་མ་རེད། རོ། ད་རྣམ་པ་ཚོ་ང་རང་ཚོ་ངོས་ནས་དངོས་གནས་ཁོ་རང། གཟབ་གཟབ་བྱེད་ཡས་དེ། དགེ་དང་སྐྱོན་བལྟ་དགོ་རེད། རོ། ཕུགས་རྒྱང་བསམ་བློ་བཏང་དགོ་རེད། ང་རང་ཚོ་འདི་ལ་རོ། ང་ཚོས་ང་ཚོའི་མགོ་ལ་རྐང་པ་སྟ་རེ་བཞི་ཡོད་མ་རེད་ཡིན་ནས་ད། ཡར་རྒྱས་བཏང་ཡས་ག་རེ་འདུག་ཡར་རྒྱས་འདི་ལ་ཆགས་ཡས་ཆེད་དུ་སྐྱོན་བརྗོད་སྐྱོན་བཏོན་པ་ཡིན་ན་གས་ཡོད་མ་རེད་འདི་སྐུ་ངོ་སྤེན་པ་ཚེ་རིང་གི་སྒེར་ལ་ཆགས་ཀྱི་ཡོད་མ་རེད་རེད་བ། ཨ་ནི། འདི་ང་རང་ཚོ་གི། སྤྱི་བའི་དོན་དུ་བྱེད་ཀྱི་ཡོད་རེད། ཨ་ནི། གས་བཀུར་བྱེད་ཡོད་མ་རེད་རྣམ་པ་ཚོ་ད་འདི་གང་ལ་ང་རང་ཚོ་ས་མཚམས་འདི་ཧ་གོ་བ་བྱེད་རོགས་བྱས། ཨ་ནི་མི་ངན་ཁ་ཤས་ཀྱི་མི་སྒེར་ལ་ཨེ་ཏྲེག་བྱེད་ཡ་དང་མི་སྒེར་ལ་ཅིག་བྱེད་ཡ་དེ་ཚོ་ཨོ་ཡ་དང་པོ་བཟང་སྤྱོད་དགེ་གི་ཡོད་རེད་གཉིས་བ་དེ་ལས་རྒྱུ་འབྲས་འགྲུག་མ་རེད་ད་ལས་རྒྱུ་འབྲས་དེ་མིག་མཐོང་ལག་ཟེར་ད་ལྟའི་དུས་ཚོད་འདི་ལ་དུས་རབས་འདི་ལ་རེད་བ་ང་རང་ཚོ་ལས་རྒྱུ་འབྲས་དེ་མིག་གི་མཐོང་ཡ་ཡོད་རེད་ད་ལྟ་ད་ལྟ་མཐོང་ཡ་ཡོད་རེད་སོ་སོ་གི་མི་གཅིག་ལ་དཀའ་ངལ་སྤྲད་ན་སོ་སོ་ལ་དཀའ་ངལ་ད་ག་རང་ཆག་གི་རེད་ད་འདི་བརྒྱ་ཆ་བརྒྱ་ནི་བརྒྱ་རེད་ད་རྣམ་པ་ཚོ་རེད་བ། ཨ་ནི་མ་འོངས་པ་ལ་མིག་གིས་མིག་དག་སེམས་བཞག་གི་རེད་རེད་བ། སོ་སོ་ག་བ་འགྲོ་བས་ན་ད་འདི་མ་འོངས་པ་ལ་སྐྱེ་བོ་གཅིག་ཡོང་གི་མ་རེད་ད་ཅེས་རེད་བ། འོ་འདི་རྣམ་པ་ཚོ་ཞུ་ཡ་ཡིན་ང་རང་ཚོ་འདི་འདྲའི་རིགས་གཅིག་ཡོད་རེད་བ། སུས་ཀྱི་རྣམ་པ་ཚོ་ད་ཕྱོགས་དོར་རེད་ཁོས་ཕྱོགས་དོར་ཁྱོས་ཕྱོགས་དོར་ལ་ན་འདི་ནང་ལ་མི་ཡོད་ང་རང་ཚོ་དཔེར་ན་རྩ་དོན་གླིང་ཡིན་ན་རྩ་དོན་གླིང་ཚང་མ་སྡུག་ཅག་ཡོད་མ་རེད་འདི་ནང་ལ་རོ་ག་ཤེས་ཡོད་རེད་ཡག་པོ་འདི་ཚོས་ཀྱི་བསླབ་བྱ་རྒྱབ་ནས་འདི་བྱིན་ན་ཡག་པོ་ཡོད་མ་རེད་ད་ང་དུས་རྒྱུན་དུ་དེ་ད་འདྲ་ཉམས་པ་ལ་སོ་ལ་དུས་ཚོད་རག་ཐུག་གང་ལ་བཞུགས་ཡོད། འདི་བྱས་ན་འདི་དགེ་གི་བོར་དང་འདི་བྱས་ན་འདི་ཡག་པོ་ཡོད་མོད་འདི་སོ་སོའི་མགོ་ལ་ཞུ་བོར་འགྲེལ་བཤད་རྒྱག་གི་ཡོད། འདི་འདྲའི་རིགས་དེ་མ་ཡོང་བ་གི་རིགས་ལ་སོ་སོས་ཀྱི་འདི་འདྲའི་ལ་ཕན་ཐོགས་པ་ཡིན་ན་དངོས་གནས་ཁོ་རང་ང་རང་ཚོ་སྤྱི་བའི་དོན་དག་ལ་ཕན་ཐོགས་གི་ཡོད་རེད། ད་འདི་མཐའ་སྡོམ་འདི་ལ་རྣམ་པ་ཚོ་འདི་ཞུ་བོ་བསམ་ས་ད་ང་ཚོ་གང་མགྱོགས་མགྱོགས་ཅིག་སྤྱི་འཐུས་ཚང་མ་ལྷན་འཛོམས།